ང་ཚོ་རྡ་རམ་ས་ལ་བོད་སྤྱི་པའི་དོན་དག་ལ་ཡང། ནི། མགོ་རུལ་འབུམ་ཚོགས་ཕུལ་ཡག་འདི་བོད་སྤྱི་པའི་དོན་དག་ལ་ཡིན་མ་གཏོགས་ཤེས་ན་ཕ་གི་མེད། དེ་ཡང། དུས་དུས། དེ་ཡིན་པའི་ཡོད་ཨ་ནི་དགོན་པ་དེ་ཨ་རི་ཡི་གེ་རྡ་རམ་ས་ལ་ཡོད་དེ་ཨ་ནི་དགོན་པ་དེ་ཨ་ནི་ཚོ་ཡོང་མ་ནུས་པ་རེད། ག་རེ་ཡང་བྱས་པས་ནི། ཡིག་ཆ་ཐོན་བཞག། དགེ་ལུགས་པ་གཅིག་གིས་རྙིང་མའི་ཆོས་བྱས་པ་ཡིན་ན། རྒྱལ་པོ་གཞུང་འབྲེལ་གྱི་ཚར་བཅད་ཀྱི་རེད་ཟེར་ནས་ད། དེ་འདྲས་ཀྱི་ཞེད་སྣང་གིས་བསྟན་པའི་སླེབས་མ་སོང། ཨེ་འདི་ང་མ་བསྡད་བྱས་སོང། ཨེ་དེ་ནས་གནས་ཆུང་ལ་ཡ། དེའི་ཞུ་སྒོ་བཅད་འབྲེལ་གྱི་ཁ་ཐུག་ལ་ཡ། ཁྱོད་རང་གི་སྙན་མར་ལོ་མང་པོའི་གོང་ལ། ཨ་སྲས་འཁྱམས་པོ་དེ་དང་འགྲིག་མི་འདུག་ཟེར་གྱི་སོང་ཡིན་པ། ངས་ཁྱོད་རང་ལ་ཁ་ཁ་སྡོད་ཟེར་ནས་ལབ་ནས་ཁྱོད་རང་ཁ་ཁ་དེད་བས་སོང་དེད་སོང་ཨང། ངས་ཁ་ལ་ཉན་བྱས་ཁ་ཁ་དེད་སོང་ཨང། ད་ད་ཆ། རྒྱལ་ཆེན་ལྟས་ངན་གྱི་ཕྱོགས་ནས། ཨ་ནི་སྐད་ཆ་འདྲ་མ་འདྲ་ཞིབ་ཅིག་ཅིག་གྲུབ་མཐའི་ཕྱོགས་རིས། གྲུབ་མཐའ་དམ་སྲི་བཟོ་ཡག་གི་སྐད་ཆ་འདི་བཤད་ཡོང་གི་འདུག། ད་རྫི་མེད་རིན་པོ་ཆེ་ཁྲིམས་གནང་རེད། དེའི་རྐྱེན་པས་རྫི་མེད་རིན་པོ་ཆེ་ལས་ངས་མཐོང་ཆོག་བྱུང། རྒྱུས་མེད་བོད་དགེ་གྲྭ་ཚང་ལ་ཡ་ངས་ག་རེ་དབང་ཅིག་བྱ་སྐབས་ལ་ཡ་དབང་ཡིན་ན་དཀའ་སྤྱོད་དཀའ་སྤྱོད་ག་ཡིན་ན་ཅིག་བྱས་དེ་འདྲ་ལས་རྫི་མེད་རིན་པོ་ཆེ་ཕེབས་ཤག་དེ་བཞུགས་མོ་ཨོ་ཐེངས་ལབ་ཡིན། རྫི་མེད་རིན་པོ་ཆེ་ཆ་ཚང་མཁྱེན་གི་ཡོད་རེད། ངས་ཆ་ཚང་ཟེར་ནས་མི་འདུག་ད་ངས་དངོས་གནས་ཅིག་ད།

ཡིག་ཐོག་ལ་བཀོད་ནས་བྱེད་དགོས་ཨ་མི་འདུག་ཨ། མི་གཞན་དག་ཁ་ཤས་དེ་ཚོའི་ལབས་སུ་དེ་ང་ཡང་སྡིག་ར་བསྐུལ་དགོས་རེད། ངས་རིན་མེད་ཀྱི་དོ་སྣང་ཅིག་བྱེད་བསྡད་ཀྱི་ཡོད་རེད། ས་འདི་འདྲ་ཡིན་དུས་ཚར་ནས་ཨེ་མདའ་དེའི་ཡང་སྡིག་ར་བསྐུལ་ཡ་རེད་ཟེར་ནས། དེའི་ཕལ་ཆེར་རྒྱུ་མཚན་ཡོད་པའི་བཟོ་བྱེད་འདུག་ཨ། རྡ་རམ་ས་ལ། ང། མ་ག་ཚོགས་རེད་དེ། ང་སྡོད་ཁང་གསར་བ་དེ་མ་སྤོས་ཚར་བའི་རྗེས་ལ་ཕི་ཀི་ད་གཙུག་ལག་ཁང་ཞག་འདུས་སློབ་ཡོན་སྐུ་བཞག་པ་རེད།

དུས་བསྟུན་གུ་རུ་སྣང་སྲིད་ཟིལ་གནོན་ཟེར་ཡ་འདི་གླེང་གཞི་ཅན་རེད། གུ་རུ་ང་འདྲ་མ་བསམ་ཡ་ལ་ཡོད་དེ་བས་གུ་རུ་ང་འདྲ་མ་ཟེར་ཡ་དེ་རྩོལ་བ་མེད་པ་རེད་དེ་འདྲ་ཡིན་དུས་གུ་རུ་སྣང་སྲིད་ཟིལ་གནོན་བཞག་ནི་བཞག་པ་ལས་གུ་རུ་ང་འདྲ་མ་བཞག་ན་ཡག་གི་རེད་ཟེར་ནས་ཨེ་ཡི་གེ་གཙུག་ལག་ཁང་གི་དཀྱིལ་འཁོར་དུས་ལ་ཡང་གུ་རུ་ང་འདྲ་མ་བཞག་པ་རེད། གུ་རུ་ང་འདྲ་མོ་ཞང་ཚ་བའི་རྗེས་ལ་ཡ། མཁྱེན་བརྩེ་ཆོས་ཀྱི་བློ་གྲོས་ལ། ད་གུ་རུ་ང་འདྲ་མོ་ཞང་ཡག་ཐུགས་སུ་ཡིན་ཟེར་ནས་གུ་རུ་རྒྱ་གར་མ་ཟེར་ཏེ་ཞང་ཡག་ཐུགས་སུ་ཡིན་ཟེར་ཞུ་དུས་བཙལ་ནས་མཁྱེན་བརྩེ་ཆོས་ཀྱི་བློ་གྲོས་ཀྱིས། ཨེ་ནི། ད་བྱས་ན། རྒྱལ་དབང་སྐུ་འགོ། ཆབ་བདུད་ཀྱིས་ད་རྒྱ་གར་ལ་ཕེབས་ཐུབ་ཐུབ་ཁ་བོ་རེད། བཀའ་མོལ་འདི་བྱུང། བྱས་ཙང་ཀ། ཨེ་ནི་དེའི་ཚེ་གི་མ་རེད།

རིན་པོ་ཆེའི་བཀའ་མོལ་འདི་ཚེ་དཀར་གསལ་བསྒྲགས་གསལ་བོ་མེད་པ་ཡིན་ས་ཡག་པོ་ད་གོ་མི་འདུག་སྟེ། ནས། རིན་པོ་ཆེས་བརྩོན་འགྲུས་བརྩམས་པའི་བརྩོན་འགྲུས་ཀྱི་བསྟན་འགྲོ་འདྲ་བློ་ལ་མ་གཞི་སའི་ལུང་དུ་དྲངས་གནང་སོང་ཨང། འདི་ང་ལོ་རྒྱུས་ཤེས་ཀྱི་ཡོད། ལྷན་སར་རིག་གནས་གསར་བརྗེ་མ་བྱུང་གོང་སྟེ། ང་དགོང་དག་ཅིག་གཉིད་ལམ་ལ་ཡ། ང་ལྷན་ས་གཙུག་ལག་ཁང་ལས་ཤར། གཙུག་ལག་ཁང་དུ་ཤ་མཆན་མཆན་ལ་ཕྱིན་རྗེས། རང་བྱུང་ངང་སྟེང་གི་མདུན་དེར་སླེབས་པ་དང།

བརྩོན་འགྲུས་བརྩམས་པས་བརྩོན་འགྲུས་ཀྱི་བསྟན་འགྲོ་ལེ་ལོ་མ་བགྱིས་ཤིང། སྟོབས་དང་ལྡན་པའི་ལུས་སེམས་ཀྱི་བརྩོན་འགྲུས་ཕ་རོལ་ཕྱིན་རྫོགས་ཤོག་ཟེར་ཡག་གི་ཚིག་ཞིག་འདི་སྐྱོ། དེའི་ཤུགས་པ་རིག་མའི་ས་ཆ་ཆུང་བ་རེད། ཨེ་ནི་རང་བྱུང་ངང་ནས་གུ་དོག་རེད། བྱ་ཙང་ཁ་ད་སེམས་ཤུགས་མ་ཆག་ཟེར་ནས་གསུངས་པ་རག་འདུག་ཨ། ཟེར་འདུག་ཟེར་ནས་ཨེ་ནི། དེའི་ཁ་ཐུག་དེ་གནས་ཆུང་གི་ལུང་སྐྱབས་སུ་རིག་གནས་ས་ཆ་མ་བྱུང་གོང་དེ་རེད། གཙུག་ལག་ཁང་ལ། ཅིག། ཉམས་ཉེས་འགྲོ་ཡག་གི་ཉེན་ཁ་འདུག་ཨེ་ནི་རྡ་རམ་ས་ལ་ནས་རབ་གནས་བྱེད་དགོས་ཡོད། ཨོ་དེ་གསུངས་སོང། ཨ་ནི་རབ་གནས་ང་ཚོ་ས་ཁ་ཤས་ཞལ་གི་རེད། ཨོ་ད་དེའི་རིགས། ད། ཁ་ད་གིས་ད་ད་ཞུ་སྙིང་འདོད་སོང་ཡང་དག་ས། བྱས་ནི། ཨེ་ནི། ཐུགས་རྗེ་ཆེན་པོའི་སྐུ་དེ་བཞེངས་པ་དང་ཆབས་ཅིག་དེའི་ཁྲིད་དེ་ཨེ་ནི། སློབ་དཔོན་སྐུ་ཞིག། ད་བོད་བསྟན་བཤིག་དོན་དག་ལ་དམིགས་བྱས་སློབ་དཔོན་སྐུ་ཞི་ཞང་དེ་ཞལ་གཟིགས་སུ་དེ་ཤག་ལ་ཡར་ཞལ་གཟིགས་ནས་བོད་ལ་ཡར་ཞལ་གཟིགས་ནས་ཚུལ་བཞིན་དུ་སྐུ་དེ་དག་སློབ་དཔོན་སྐུ་དེ་ཞལ་ཤག་ལ་གཟིགས་ནས་སློབ་དཔོན་སྐུ་ཞང་ཡག་ཞང་ཡག་འདུག་ཟེར་བ་རེད་དེའི་སྣང་སྲིད་ཟིན་ནས་སྐུ་ཞང་ཡག་རྒྱུ་མཚན་འདུག་ཟེར་རེད། དེའི་སྐབས་དེ་ལྡི་ལི་ལ་ཡོད་དེ་ངས་དགེ་ལུགས་ཚོགས་པ་ཟེར་གཅིག་གིས་ད་སྔ་མོ་སྔ་མོ་རེད་སྟག་ལུང་བྲག་ལ་དབུ་མཛད། ངས་ར་བ་ཤུར་བྱས་པ་ཡིན་གྲྭ་ཚང་ལས་འཁྱུགས་སུ་སྡོད་ཟེར་ལབ་ཡིན་ཁོ་རང་སྐད་ཏོག་སོ་ཨོ་ཟེར་བ། ཡིན་ནའི་ཞུ་གོ་ཤི་ཀ་ལོ་ངས་བཤད་བྱས་ཨེ་ནི། ལྡི་ལི་ལ་ཡོད་བསྡད་པའི་དགེ་ལུགས་ཚོགས་པ་ཅིག་ཅིག་ཡིན་ཟེར་ནས་ང་ཡི་གེ་ཅིག་འཇོག་སོང། སློབ་དཔོན་སྐུ་བཞག་ན་འགྲིག་གི་མི་འདུག་བྱས་ནས། རྗེ་རུ་ཅིག་སྐུ་བཞག་དགོས་ཡོད་མ་གཏོགས་སློབ་དཔོན་རུ་ཅིག་སྐུ་བཞག་ན་འགྲིག་གི་མི་འདུག་ཟེར་ནས་ང་ཡི་གེ་འཇོག་སོང། དེའི་ཁ་ཐུག་དེ། རིག་གནས་གསར་བརྗེའི་རྗེས་ལ་ཡ། རྗེ་རུ་ཅིག་སྐུ་གདུང་དགའ་ལྡན་ལ་ཡ། གཏོར་བཤིག་ཕྱིན་པ་རེད་ཟེར་ནས།